ད་འདི་ན་འདི་རེད། ལོ་དེའི་ཕྱི་ནང་དུ། ལོ་དེའི་ཕྱི་ནང་དུ་སྟག་གྲུ་ཁ་དང་མར་ཅང་ཡངས་པ་ཅན། གོང་དཀར་དྲ་ཆུ་ནང་ཁུལ་དུ་རྒྱ་མིའི་རླངས་འཁོར་འགྲུལ་བཞུད་རྣམས་ལ་དྭངས་དམག་གིས་གཏོར་རྒོལ་ཡང་ཡང་བྱས་པ་དང། རྩེད་ཐང་སྒང་བུ་སོལ་བར་རྒྱ་མིའི་དམག་སྒར་སྲ་བརྩན་ཞིག་ཡོད་པར་ཡོད་པ་དང། ཡོད་པར་དྭངས་དམག་ནས་འཐབ་ར་བྱེད་བཞིན་པའི་གནས་ཚུལ་རྫ་བྲག་ཅན་དང་ལྷ་སའི་གྲོང་ཁྱེར་ཕྱི་ནང། རྒྱ་མིའི་ཟློས་གར་སོགས་ཡུལ་རིས་ཚང་མར་དྭངས་ཐོག་ནས་བཙན་ཆ་ཡག་པོ་ཡོད་པའི། ཐོག་ད་དུང་དམག་སྒར་དང་ལས་ཁུངས་སོགས་རྒྱ་མིའི་གནས་ཡུལ་ཚང་མའི་ས་འོག་ས་འོག་ཏུ་གབ་ཁུང་གསར་བཟོ་དང་ཡང་ཐོག་དང། སྒོ་དང་སྒེའུ་ཁུང་ཚང་མར་བྱེ་མ་བླུགས་པའི་ཕེབས་བུ་བརྩེགས་པ་དང་གྲོང་ཁྱེར་ནང་མེ་མདའ་སྦག་སྦག་རྒྱག་སའི་རྒྱུན་ཆ་མཐོ་ཚན་འགའ་ཤས་གསར་བཟོ་བྱས་པའི་ཁར། དྲི་གུ་རི་དང་ནོར་སྟོད་གླིང་ག་སྐྱང་ཐང་སྒང་སོགས་གནས་རྩེ་ཕོ་བྲང་དང་ནོར་བུ་གླིང་ག་ལྷ་ལྡན་གཙུག་ལག་ཁང་སོགས་ལ་མེ་སྒྱོགས་མང་པོ་ཁ་སྦྲིད་ཀྱིས་བཙུགས་པ་དང་དམག་མི་བང་འགྲེང་གིས་རླངས་འཁོར་དང་མཚོན་ལྡན་དམག་སྒོར་སོགས་འགྲོ་འོང་ཟམ་མི་ཆད་ཅིང། རྒྱལ་བ་རིན་པོ་ཆེས་རིང་མིན་རྒྱ་ནག་ཏུ་རྒྱལ་ཡོངས་ཚོགས་འདུ་ཞིག་ཏུ་ཆིབས་བསྒྱུར་གནང་དགོས་ཡོད་ཚུལ་སོགས་ཀྱི་སྐད་ཆ་ཞིག་ལྷང་ལྷང་ཡོད་པས་ས་བོད་མི་སེར་སྐྱ་གྲགས་ཅན་ཚང་མ་བློ་གཡེང་ཤིན་ཏུ་ཆེན་པོའི་ངང་ད་ནི་རྐྱེན་གང་འདྲ་ཞིག་ལས་རྒྱ་བོད་གཉིས་ཀྱི་མགོ་ཚ་རེད་ད་མི་མང་སྤྱི་འཐུས་ཚང་མ་བློ་ནས་ད་ག་འགའ་ནོར་ནི་ག་འཇོག་ཡོད་མགོ་རེད། མ་བཟོད་པ་འཇོག་པ་དང་བཀའ་བློན་རྣམས་ཀྱང་དེ་གཉིས་ཆིབས་ཤོག་སུ་ཕེབས་དགོས་སྟབས་ཟེར་ད་བཀའ་བློན་ཚོ་ནི་དེ་གཉིས་ག་དེ་རྒྱ་བོད་རོམ་གྱི་ལྷན་རྒྱལ་གྱི་མི་མང་ག་ལ་ཕེབས་ཡ་བྱས་ཏེ་ཡོང་རོགས།

ཕུའུ་སི་ལིང་སུ་རྒྱ་མི་དམག་སྤྱི་ཆུང་བ་དེ་ཡིན་པ་འདྲ། ཕུའུ་སི་ལིང་གོ་ས་ཡོད་རེད། ཡིན་པའི་སྐུ་སྲུང་རྒྱ་དམག་གཅིག་དང་ཇིབ་ཁོ་ལོ། Jeep Kalo། བ་རྒྱ་མི་གཅིག་བཅས་ནོར་ལི་ཟིང་གོའི་སྒར་དུ་ཇིབ་སྐོར་ལས་ཐོན་སྐབས། ཧོར་གདོང་རྒྱ་མི་དེ་མི་མང་གི་ཐོག་མ་ཐག་ཏུ་འགྲོ་ཤོད་པའི་རྡོ་རྗེན་གྱི་བཀའ་བློན་གསར་པའི་དབུ་རུ་ཕོག་སྟེ། དྲན་མེད་དུ་སོང་བའི་ཟིང་གོ་བ་ཞིག་ཡོད་པའི་ལམ་སེང།

ནི། ཤ་དེའི་སྐུ་གསུང་སོགས་མེད་པར་རྒྱ་མི་དམག་ཁ་ལ་ཞིག་མོ་ཆིབས་བསྒྱུར་གནང་རྒྱུ་དེ་བཞིན་ཉེན་འགན་ཆེ་བས་ཆིབས་བསྒྱུར་གཏན་ནས་མེད་པ་ཞིག་གསོ་བ་ཕུན་ཚོགས་སུ་བསྒྲུབ་རྒྱུ་མ་ཟད། དེང་སྐབས་རྒྱ་དམག་གི་བྱེད་སྤྱོད་གང་ལ་ཞིག་གི་ཁོ་བོས་བརྗོད་ནས་བསྒྲུབ་ཐབས་མེད་པས། མི་མང་རྣམས་ནས་ཕོ་བྲང་སྲུང་སྐྱོབ་དྭང་བླངས་ཀྱིས་བསྡད་ཆོག་པ་དང། རྩ་བ་བོན་ཆོས་རང་དབང་རང་བཙན་ལ་བརྟེན་རྒྱ་མིའི་དབང་བསྒྱུར་འོག་འདུས་ཐབས་མེད་ཚུལ་ཞུས་པ། ད་ཁོ་ཚོས་སྐད་ཆ་འདི་ཞུས་དང། བོད་རིགས་ནི་སྐུ་གསུང་སྨད་པ་རྒྱ་གར་འདི་འདི་འདྲ་འཕེལ་ཡག་དེ།

ད་བཀའ་ཤག་ནས་ཁྱོད་ཚོ་ཚང་མས་བསྟན་དོན་རང་བསམ་པའི་ཞུ་ཚིག་རྣམས་རྒྱ་བ་རིན་པོ་ཆེ་སྙན་བཟང་ཞུ་རྒྱུར་ཁྱོད་ཚོས་མི་མང་ལ་ཞི་འཇམ་ལས་དཀྲོག་རྒྱུན་འཐེན་སྲིད་མེད་པའི་ལྷིང་འཇགས་གང་ཅི་བྱེད་དགོས་སོགས་བཀའ་མངགས་གནང་དེས་བཀའ་ཤག་ནས་གནས་ལུགས་རྣམས་སྙན་གསེང་གནང་ཐོག་གོང་ལོའི་བཀའ་གྲོས་ཀྱི་དེ་ཉིན་རྒྱ་མིའི་ཟློས་གར་ཟིང་ངོ་ཐུག་རྒྱུ། ཆིབས་བསྒྱུར་མི་གནང་བ་དང་དེའི་སྐོར་གསེད་བཀྲོལ་བྱེད་པ་རྒྱ་མིའི་སར་བཀའ་ཤག་ཕེབས་རྒྱུ། དེ་འདྲ་ཡིན་ཚུལ་མི་མང་ལའང་གསལ་བསྒྲགས་གནང་རྒྱུ་བཅས་ལ་དགོངས་པ་མཐུན་པ་རེད་བསམ། ད་བཀའ་ཤག་ནས།

རྒྱལ་གཅིག་སྲས། ད་པའི་ཟིན་བྲིས་ཞིབ་ཅིག་ལངས་ཡོད་ཚར་རེད་ད། ད་འདི་ནས། བར་དེ་གྲོང་ཤུད་བྲོས་ཏེ་ཆབ་མདོ་ཕག་པ་ལ་སོགས་ད་འདི། དེ་རྗེས་ད་བཀའ་བློན་རྣམས་ནོར་གླིང་ལྕགས་རི་སེང་གོའི་ཡང་སྟེང་ནས་ཕེབས་ཏེ་རྒྱང་གྲགས་ཐོག་མི་མང་ལ་གསུངས་པ་ཁྱོད་ཚོས་འཐུས་མི་ཞུ་དུས་ན་གོང་ས་སྐྱབས་མགོན་ཆེན་པོས་སྙན་ཞུ་གནང་བ་དོན་སྙིང་རྗེ་མི་དམངས་ལག་ལ་གཟིགས་མོ་ཆིབས་བསྒྱུར་གནང་རྒྱུ་མིན་པས་ཞལ་ཆེ་གཙང་མ་ཐོབ་པ་བློ་ཡང་བྱེད་མ་དགོས་ཆིབས་བསྒྱུར་མ་དགོས་པའི་ཡོང་རྐྱེན་རྣམས་བརྗོད་པ་ང་ཚོ་ད་ལྟ་རྗེ་མི་དམངས་ལག་ལ་འདུག་རྒྱུ་ཡིན། ཕོ་བྲང་བསྲུང་བྱ་སོགས་སྐུ་སྲུང་དམག་སྒར་དང་རང་གཞུང་དམག་སྒར་གཞན་རྣམས་ཨང་གསར་རེ་ཡོད་སྟབས། ཁྱོད་རང་ཚོ་ཚང་མ་རང་རང་རྒྱུད་ཁྱིམ་སོ་སོར་ལོག་སྟེ་ཞི་འཇམ་བྱས་ཏེ་སྡོད་དགོས་ཞེས་བཀའ་ཕེབས་འདུག་པས་དེ་ལུགས་ཚང་མས་རྒྱ་བོད་ཞི་མཐུན་ལ་གནོད་སྐྱེལ་མི་འབྱུང་བའི་ཞི་འཇམ་སྡོད་སྐལ་ཡག་པོ་བྱེད་དགོས་ཞེས་གསུངས་ཏེ་ཟེ་མགོ་དབྱེ་ནས་བཀའ་བློན་རྣམས་རླངས་འཁོར་དུ་ཕེབས་པ་མི་མང་ནས་རླངས་འཁོར་ནང་རྒྱལ་གོང་ས་མཆོག་གབ་ཡིབ་གནང་སྟེ་གདན་ཞུ་བྱེད་ཀྱི་མེད་དམ་སྙམ་པའི་དོགས་པ་བྱས་ནས་རླངས་འཁོར་ནང་ལ་ཡང་ལྟ་ཡིན་ཞིབ་ཚགས་བྱས་པ་རེད།